སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔ་གི་རྒྱ་གར་ལ་མཚོ་ཡ་གི་ཨེ་ཤེ་ཡ་གི་མི་རིགས་དཀར་བོ་གི་ཚོགས་འདུ་དུ་ཆེད་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་བཀྲིན་དོན་དོན་འཛིན་སྐར་སི་གོ་རེ་བཅུ་བཅུ་སྐར་བཅུ་བདུན་ཆེད་ལྔ་བཅུ་ལྔ་དགུ་ལོ་གི་དོན་དང་ཁྱོད་རང་གི་སོང་ཡ་མི་མང་སྒེར་ལངས་དུ་ཟུག་ཆེད་དུ་ཟུག་གསུམ་ཆ་ཚང་གི་ཐོག་ལ་ང་རང་ཚོ་གི་བོད་པའི་ཁེ་བ་དུ་ཟུག་གི་ཐོག་ནས་འདྲ་བཤིས་རྒྱག་ཡ་དཔེར་ན་ཆ་ཚང་ན་དང་པོ་དེ་བཅུ་སྟོང་དགུ་བརྒྱ་བཅུ་གཉིས་ཀྱི་སྟེ་རང་བཙན་གསལ་བསྒྲགས་ཡིན་ཟེར་ཏེ་རྒྱ་གང་སྐུ་འཁྲུངས་བཅུ་གསུམ་པ་གི་ཡིག་ཆ་ཨ་མ་ཐོག་ལ་མེད་པ་ངོ་ཤ་རྒུད་པ་གི་བཟོ་བཅོས་བརྒྱབ་བྱ་རྒྱུ་ཡིན་པ་དེ་རྒྱ་ནག་གི་ཡིག་ཆ་ཁུངས་ལུང་དྲངས་ནས་དགག་ལན་སྐྱོན་བྱ་རྒྱུ་དེ་ད་ནི་ར་འཕྲོད་བསྡད་པ་རེད། ཁྱེད་རྣམ་པས་དེ་ཁུངས་སུ་འདྲེན་གི་ཡོད་རེད། ཡིག་ཆ་དངོས་གནས་ཀྱི་ཐོག་ནས་ཁྲིམས་མཐུན་དང་ཆབ་སྲིད་གཉིས་ཆ་གི་ཐོག་ལ་དེའི་གནས་བབ་ག་ཚོད་ཟིན་གྱི་ཡོད་རེད་དོན་དག་གཅིག་དེ་ཡིན། དོན་དག་གཉིས་པ་དེ་གཅིག་སྟོང་དགུ་བརྒྱད་བརྒྱ་ཞེ་ལྔ་གི་ལོ་རྒྱ་གར་ལ་ཚོགས་འདུ་ཨེ་ཤི་ཡ་གི་མི་རིགས་དཀར་གི་ཐང་དང་ཚོགས་འདུ་དེའི་ནང་ལ། ཁོ་རང་ཚོའི་སྐུ་ཚབ་གི་ནང་ལ་མགྲོན་སྙིང་གི་ང་ཚོའི་སྤོབས་པ་གི་དཔེ་ན་ཞི་དངོས་བ་ངེས་གྲུབ་རྡོར་རྗེ་ཟེར་ཡ་ལ་སོགས་པ་གཙོས་ཀྱི་ཐོག་ནས། དེའི་སྐབས་ཀྱི་ང་ཚོའི་ད་ལྟ་གནས་སྟངས་འགྲེལ་བཤད་རྒྱག་ར་དང་ཁོ་རང་ཚོའི་མིང་ངོ་མ་གི་འགྲེལ་བཤད་རྒྱབ་བཤད་རྒྱུ་གི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་བཀྲིན་ལྷན་ཐོན་རྫས་ཞིབ་བརྟན་དེ་བཙན་དབང་ནས་བཞག་པ་ཡིན་ན་ཡང། ཁྲིམས་མཐུན་དང་ཆབ་སྲིད་གཉིས་ཀྱི་ཐོག་ནས་གནད་གལ་སྲིད་ག་རེ་སེལ་དགོས་རེད་བཙན་འོག་ནས་བཞག་པའི་ཆིངས་ཡིག་དེ་ཚོ་ར་འཛམ་བུ་གླང་ན་ལས་ཀ་བྱེད་གི་བསྡད་རྒྱུ་མང་པོ་ཡོད་རེད་ཟེར་དེ་འདྲ་ཁྲིམས་ཐོག་ནས་འདྲ་ཞིག་རྒྱག་གི་འདུག་བ། དེ་ནས་ཞིག་གཏོང་དགོས་རྒྱ་ནག་ཕྱི་ངར་གི་དེ་དག་ཉེ་ཆར་གོང་རྒྱ་ལུགས་དོན་རུ་གུ་སོང་བྱ་རྒྱུ་དེ་མི་མང་སྒེར་ལངས་བྱས་ཏེ་ང་ཚོའི་ཐོག་ནས་ངེས་འཛིན་བྱས་ཡ་དང། རྒྱ་ནག་གི་ཕྱོགས་ནས་ངེས་འཛིན་བྱས་ཏེ། ད་དགོང་རྒྱ་ལོ་དོན་དྲུག་གི་གཞོན་ནུ་གི་ཚོགས་ཆེན་ཞིག་གི་ཐོག་ལ་བཀའ་བློན་འབུགས་ནས་སོང་ཡ་དེ་ག་རེ་སོང་ཡོད་ར་ལབ་ན་མི་མང་སྒེར་ལངས་བསད་དེ་ཨ་ལོ་ཆེན་རྩེད་གི་མི་མང་ཅིག་ཁ་ཤིག་ལ་བསྐོང་ནས་ཁུ་རྒྱབ་ལོག་ན་ད་ད་བཀའ་བློན་ད་ད་ཟུར་ཁང་བསད་དེ་ཡོད་པ་དེ་འདྲ་ཞིག་སྐྱོན་རེད་ད། ད་ལྟའི་དུས་ཚོད་དེ་ལ་ང་ཞུ་ཅིག་རྒྱལ་པོ་ཤོད་ཡ་གི་དེ་ང་ཚོ་བགྲོ་གླེང་འདི་ནང་ལ་རེད་རྣམ་པ་ཚོ་ཚང་མ་གསུང་ཡ་ཡོད་ར་ངོ་ནས་རེད་ཡིན་པའི་ནས་ད་དུས་ཚོད་མི་འདུག་ར་ཨ་ནི་ཁྱེད་རང་སྙིང་དུས་ཅིག་ལྟ་གི་འདུག་ན་ཅིག་ཐོ་ན། དེའི་སྒང་ལ་གཟིགས་མྱོང་བས། ཞིབ་ཚགས་པོ་གཟིགས་ཡོད་ན། ནི། དེ་གཟུགས་ཀྱི་ཐོག་ལ་ཡིག་ཆ་རང་བཞིན་གྱི་ཐོག་ནས་ད་ང་ཚོ་ཅིག་ཚོར་བ་བྱེད་བསྡད་ཚར་འགྲོ་གི་ཡོད་མ་རེད། བྱས་ཙང་དེ་གཟུགས་ཀྱི་ཐོག་ལ་ག་རེ་དགོངས་ཀྱི་ཡོད། ནི་དགོངས་ཚུལ་ཡོད་ན་དེའི་སྒང་ལ་ཅིག་གསུངས་བརྡ་བྱས་དང་གནད་འགག་བཞི་གི་ཐོག་ལ། དུ་བྱས་ཏེ་ཟུར་ལ།
ཁྱེད་རང་སྤྱི་ཚོགས་ནང་ལ་ཡ་གཅིག་མཁས་དབང་འགྲོ་གཅིག་ཡིན་པའི་གི་རྣམ་པ་རོ་གཅིག་གི་སྟོན་ཡ་ཐབས་ཤེས་མང་པོ་ཅིག་བྱེད་དེ་ཡོད་རེད་ཁོ་རང་མཐོང་དེ་རེད་མི་ཚང་མས་ང་རང་ད་ལྟའི་འདི་བཙན་བྱོལ་སྤྱི་ཚོགས་ནང་ལོག་ནས་འཐབ་རྩོད་བྱས་གི་བརྒྱུད་རིམ་དང་པོ་ཐོག་མར་བླ་བྲ་ཚུགས་པ་ནས་ཇི་ཙུག་ཙུག་བལྟས་ཡོང་དུས་ངས་ནི་ཁོ་ལ་ག་ལོག་རེད་ད་ཡིག་ཆ་ལྟ་གི་ཡིན་ནི་རེད་ལུགས་རྒྱུས་ལྟ་གི་ཡིན་ནི་རེད་ང་ནི་ད་འདྲ་བོ་འདུག། ཡག་ཐག་ཆོད་ཅིག་མཐོང་བསྡད་ཀྱི་ཡོད། ཡིན་པ་ཡིན་ནས་ད་སོ་སོའི་སློབ་སྦྱོང་གཅིག་གི་རྒྱུན་གྱི་ཐོག་ནས་གཞན་པ་ལ་ཡང་མ་མཐུན་པ་ཏན་ཏན་ཡོང་གི་རེད། བསམ་བློ་མ་མཐུན་པ་ཡོང་སྲིད་ཀྱི་རེད། དཔེར་ན་ད་ལྟ་དེ་བསྟན་རྡོར་ལགས་དང་གུང་གླ་པ་ར་ལས་མ་མཐུན་པ་ཡོང་སྲིད་ཀྱི་རེད་ར་དེ། ཡིན་པ་ཡིན་ནས་འདིའི་གི་ཐོག་ནས་ཨན་ཕ་ཕྱོགས་འདི་ཡང་ན་ལངས་ཕྱོགས་གཅིག་ཨ་ནི་འདི་ལ་ཡང་གཙང་གཉིས་ནི་ཤིང་གི་མི་འདུག་ལུག་ཁྱུ་གཏད་མི་འདུག་ལབ་གཡས་ཀྱི་འབད་བརྩོན་བྱེད་ཡ་འདི་ད་ད་འདྲ་སྤྱི་ཚོགས་ནང་ལོག་ཡ་དཀའ་ངལ་འཕྲད་ཡ་གཙོ་བོ་འདི་གི་འཕྲད་གི་བར་ད་ང་ཚོ་ཤིང་གི་ཡོད་ང་ཚོ་ཧ་གོ་གི་ཡོད་ཁྱང་ཤིང་མི་འདུག་ལ་ཡ་ཅིག་ད་འདི་སྤྱི་ཚོགས་ནང་ལོག་ཡ་དེ་རིང་གི་དཀའ་འདས་བློ་གྲོས་ལ་དེ་རིང་ང་ཚོ་སྐད་བཏང་ཡ་འདི་ག་ལོག་རེད་ལང་ཚོ་ནང་མི་འདྲ་འདི་འདྲ་རེད་ཤགས། དེ་ང་རང་གི་ཐོག་ནས་བསམ་ཤེས་ཐུབ་བྱེད། བསམ་ཚུལ་མ་མཐུན་པ་ག་རེ་ག་རེ་རེ་བྱས་བྱས་བསམ་ཤེས་ཐུབ་བྱེད་འགྲུབ་ཐུབ་ཡ་ཆུག་འདུམ་འགྲིག་འགྲུབ་བྱེད་ཡོང་ཐུབ་ཡ་ག་རེ་ཡོད་ཡས། འདི་རེད། བྱས་ཙང་ད་དེ་རིང་འདི་ཞག་བཞུགས་ཁུག་ད་ད་འདྲ་དྲི་བ་དྲི་ཡ་འདི་གི་ད་ངས་འདི་ཁྱེད་གསོད་དྲི་ཞིག་མ་འདུག་ཅིག་གི་དྲི་བ་ཁྱེད་མི་འདུག་མཐོང་མ་འདུག། ད་དེ་ཁོ་རང་ཁ་དྲི་ཞུ་ཡ་ཅིག་ང་ལ། ད་ལྟ་སྐུ་འབྲས་བཅུ་གསུམ་པའི་ཨ་ནེ་རང་བཙན་སེ་ར་རྣམས་རེད་ཟེར་ཡ་ཡིག་ཆ་འདི་ད་རང་བཙན་ཁུངས་སྐྱེལ་མཁན་བོད་རང་བཙན་ཡིན་པའི་ད་སྒྲུབ་བྱེད་སྒྲུབ་ངེས་ཚོས་འདི་གཅིག་རེད། དེ་ནས་ཨེ་ཤ་ཡའི་ཚོང་འདུས་ཀྱི་ནང་ལ་ཡ་བོད་སྐུ་ཚབ་ཕེབས་རེད་ཟེར་ཡ་ཅིག་ད་ཨ་ནེ་ད་གིན་ཁྱེད་རང་གསུངས་པ་ད་འདི་ག་ཚོད་རེད་ལྔ་བཅུ་ང་ཞིག་གི་ཆིངས་ཡིག་ད་ལྔ་བཅུ་ང་དགུའི་གྱེན་ལངས་འདི་གའི་ཚང་མ་ད་ཅིག་རྒྱུ་མཚན་གསུངས་དགོས་རེད། ད་འདི

རང་བཙན་ཡིན་པ་འདི་བཙན་བྱོལ་གཞུང་ཡིན་ནས་རེད་རྒྱ་བ་རིན་པོ་ཆེ་ཡིན་ནས་རེད་མི་ཚང་མས་ཀྱི་རང་བཙན་ཡིན་པ་འདི་ལུགས་རྒྱུད་ནང་ལ་ཁས་ལེན་དགོས་རེད་པ། ལེན་པ་མ་ཚད་འདི་ནང་ལོ་ལ་ཡ་ཡིག་ཆ་ཡིན་ནས་རེད་ལུགས་རྒྱུད་ཡིན་ནས་རེད་འདི་ཆ་ཚང་ཅིག་གསལ་བོ་ཞུ་བྱེད་རེད་འདི་ད་ལྟའི་གནས་སྐབས་ལ